ཧོ། བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དཔུང་ཁམས་བཟང། ཨ་ནེ་ཐོ་མ་དེ་ལ་ཡ། ཚེ་འདི་སྙིང་ཡི་སྐྱབས་མགོན་མཐའ་འཇིགས་བྱིན་གྱིས་གཟིགས་པ་ཆེན་པོ་མཆོག་ལ་ཡག་པོ་གསུམ་གོ་ཆ་སྔོན་དུ་བཏང་ནས། ཨ་ནེ། ད་དེ་ནི་མ་སྐད་ཆ་ཡོད་རེ་མགོ་མེད་ད་ཆ་སོ་སོ། ཡོད་རེ་མགོ་མེད་ལག་ཁྱེར་མ་ཐང་ཅིག་ཅིག་འཕྲོད་ནས་འགྲོ་གི་འདུག་བ། འདི་ཡིན་འདི་ག་ལ་ད་ལན་དེ་ལ་ཡ། ཞུ་ཡ་ཅིག། ད་ང་རང་གིས་རྒྱ་བར་མི་བྱེད་ཀ་ཅིག་ལུང་འདི། ལྕགས་རོམ་གྱི་སྐད་དེ་རླུང་ལ་འགྲངས་བྱས་ཨ་རྣམ་པ་ཚོ་ལ་ཡང་ཞུ་ཡ་གཅིག་ཡོད། གལ་ཆེན་པོ་ཡིན། རྣམ་པ་ཚོ་ཡག་པོ་གསན་རོགས་གནང་དེ་ནས་བརྒྱུད་སྐུར་གནང་དགོས་ཡ་དེ་གནང་རོགས་གནང་རྒྱབ་སྐྱོར་གནང་དགོས་ཡ་དེ་གནང་རོགས་གནང་ཞེས་ཞུ་ཡ་ཡིན། ད་ད་ལའི་ཚོགས་དུས་ག་ས་བོད་མི་མང་གི་ཉི་མ་བརྒྱད་གྲོས་ཚོགས་ཚོགས་གནང་བ་རེད། ཐད་ང་རང་ཚོ་གིས་བོད་མི་མང་གི་སྐབས་བཅུ་བདུན་པའི་གི་ཨ་ནེ་གྲོ་ཚོ་མཐའ་མ་གཉིས་པ་དེ་རེད་ད། ཉི་མ་བརྒྱད་ཚོ་ནས་ཚར་རེད་བ་ད་མཐའ་མ་དེ་ལྷག་ཡ་རེད་སྐབས་བཅུ་བདུན་པའི་གི་གྲོ་ཚོ་གཅིག་ཚོ་ཡ་དེ་ལྷག་ཡ་རེད། འདི་ཉིས་སྟོང་ཉིས་རྩ་དྲུག་པའི་སྤྱི་ཟླ་གསུམ་པ་ནང་ཚོགས་དགོས་རེད་བ་སྔོན་རྩིས་གི། དེ་ཡིན་དུས་ག་ལ་ད་ད་ལན་གྲོ་ཚོ་དེ་ག་ལ་ཉི་མ་བརྒྱད་ནང་ལ་ནང་པ་ཚོ་དགོངས་པ་ག་འདྲས་ཞིག་གླས་སོང་དགོངས་པ་ནང་ལ། ཨོ་དེ་གཅིག་གི་རྣམ་པ་ཚོ་མཆན་བཅོས་རོགས་གནང་ཞུ་ཡ་ཡིན། ང་རང་གི་ངོ་ནས་བསམ་བློ་ཞུ་བ་ཡིན་ན་བསམ་བློའི་ར་བཞི་འཁོར་བའི་དབང་གིས་ག་རེ་འཁོར་སོང་ཞུས་པ་ཡིན་ན་ད་དེ་རྣམས་ལ་སྤྱི་བཏང་ནི་རེད་བོད་མི་མང་གི་སྤྱི་འཐུས་གྲོགས་ཚོ་ག་དུས་ཚོགས་ན་ཡང། དུས་ཚོད་དང་དུས་དང་སྐབས་བྱུང་ན་ཐད་གཏོང་ལྟ་ཡག་གི་འབོད་བརྩོན་བྱེད་ཀྱི་ཡོད་དེ་ནི་མ་བྱུང་ན་ད་རེ་སྒོ་སྟེང་ཆེད་བཅོས་བྱེད་ཡོད་རོགས་པ་འདི་ལྟ་ཡག་གི་ཐབས་ཤིག་གཏང་གི་ཡོད། དོ་སྣང་སྤྲོད་ཡག་གི། དུས་ཚོད་བཏང་ཡག་གི་ནུས་པ་གང་ཐུབ་ཐུབ་བྱ་ག་བྱེད་ཀྱི་ཡོད་ད། ཆམ་ཚབ་ཡོང་གི་མི་འདུག་བ། འགྲོ་བ་མི་གཅིག་ཡིན་པའི་ཆ་ནས། འཁོར་བ་པོ་གཅིག་ཡིན་པའི་ཆ་ནས་ཡོང་གི་མི་འདུག། ད་ད་ལན་ང་རང་གི་བསམ་བློ་ནི་ག་རེ་བྱུང་ཟེར་ན། ད་ཐབས་སྐྱོ་པོ་གཉིས་ལྟ་བུ་ཅིག་ང་རང་གི་བསམ་བློ་ཁོག་སོ། གང་ཡིན་ཟེར་ན། གཅིག་སྐད་བརྡ་ལྟ་བུའི་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མི་རྗེ་སྤེན་པ་ཚེ་རིང་མཆོག་གིས། ད་དེ་སྔོན་ལ་ཡང་བོད་ཀྱི་ལུས་རྒྱུ་སྔ་རབས་ཀྱི་ལུས་རྒྱུ་སྐོར་ལ་བཀའ་མོལ་གནང་བཞག་ཡོད་འདི་སྐོར་ལ་དྲན་སོང་བ། འདི་སྐབས་ལ་ཡང་ད་ད་ཁ་ཤས་ཅིག་གིས་ད་མང་པོ་ཅིག་ཨུ་ཚུགས་རྒྱག་པ་རེད་ད།

ང་འུ་ཚ་ཁྲུས་དུ་མ་བཏང་ཞིང་ངས་འོས་བླུགས་མ་མྱོང། འུ་ཚ་ཀླད་སྟོང་ཁ་ཤས་ཀྱིས་འོས་བླུགས་ཅེས་ཡར་སྐད་བྱ་རྒྱུ། ཨ་ནི་གནམ་གྱི་སྒྲོག་འགའ། མོ་རང་གིས་ད་མཐོང་ཟུར་བ། ད་མོ་ལ་ཡ། བཟང་སྤྱོད་ཀྱི་རྣམ་པ་ཅིག་བསྡུ་བས་སྤུ་ཙམ་ཅིག་བསྡུ་བས། ང་ནི་བཟང་སྤྱོད་ཀྱི་རྣམ་པ་སྤུ་ཙམ་ཅིག་མཐོང་མ་སོང།

སྤྱི་བཏང་ནི་བོད་སྤྱི་པ་ལ་ཉམས་མྱོང་གི་མཚོན་བྱེད་ལས་ཕྱག་ལས་གནང་ཕྱོགས་ཡིན་ན་ཧ་ལས་པ་རྒན་པ་ཅིག་རེད། འདི་ན་ན་ད་ལྟ་ཆབ་སྲིད་ཀྱི་དབུ་ཁྲིད་ཡོད་ན་མེད་ན་ད་དཔལ་ལྡན་སྲིད་སྐྱོང་སྐུ་ངོ་དཔལ་པོ་ཚེ་རིང་མཆོག་ཆགས་རེད། ད་འདི་ལ་རྣམ་དཔྱོད་བསྟན་སྟངས་དང་སྐད་ཆ་བཤད་སྟངས་འདི་རེད་པས། བཟང་སྤྱོད་དེ་ག་བ་འགྲོ་རེད། རྣམ་དཔྱོད་ནི་རྒྱལ་རོམ་གྱི་བཀའ་དྲིན་ཆེན་པོ་ཡིན་བཀའ་དྲིན་ཆེན་པོ་ཡིན་གསུང་དགོས་རེད། རྒྱལ་རོམ་གྱི་ཐུགས་ཀྱི་དམ་བཅའ་བཞིན་ན་ཐང་ཤོད་ཀྱི་ཡ་རབས་བཟང་སྤྱོད་ཀྱི་གོ་རྟོགས་ཡ་རབས་བཟང་སྤྱོད་ཀྱི་གོ་རྟོགས་འཕེལ་ཟེར་ཡ་འདི་རེད། དང་མི་ལ་ཡ་རབས་བཟང་སྤྱོད་ཀྱི་གོ་རྟོགས་སྤེལ་ཐུབ་ས་རེད་པས་འདི་རིགས་འདི་གས། སོ་སོ་ལ་ཡ་རབས་བཟང་སྤྱོད་ཀྱི་རྣམ་པ་སྤུ་ཙམ་གཅིག་ཡང་སྟོན་ཡ་མེད་ན་མི་ལ་ཡ་རབས་བཟང་སྤྱོད་ཀྱི་ག་འདྲས་སུ་གོ་རྟོགས་སྤེལ་གྱི་རེད། འདི་ཀོ་ཤིང་དེ་ག་ལ་གླས་འདུག་དུ། ཁུ་བོད་མི་མང་གི་སྤྱི་འཐུས་ཀྱི་མིང་འཁྱིལ་བ་རེད་མིང་ཆེན་པོ་ཅིག་འཁྱིལ་བ་རེད་བ། ཁྲིམས་སྲོལ་སླན་ཆད་ཀྱི་མིང་ཅིག་འཁྱིལ་བ་རེད་བ། བཀའ་ཤག་ལ་སྟངས་འཛིན་བྱེད་མཁན་ཡིན་ཟེར་གྱི་མིང་ཅིག་འཁྱིལ་བ་རེད་བ། རེད། རེད་པ། བོད་མི་མང་སྤྱི་འཐུས་ཟེར་ཡས་དེ་མིང་ཅིག་ཁྱེད་དེ་རེད་པ། དེ་འདྲའི་ཅིག་གི་མིང་ཁྱེད་ཡོང་མཁན་མིང་གལ་ཆེན་པོ་མིང་རྩ་ཆེན་པོ་དེ་འདྲའི་ཁྱེད་ཡོང་མཁན་གནམ་གྱི་སྒྲོ་འགའ་ཟིན་མཁན་དེ་གི་ད་ད་ལན་དཔལ་ལྡན་སྲིད་སྐྱོང་མཆོག་ལ་ཀྱི་བཤད་སྟངས་འདི་རེད་པས་རྣམ་དཔྱོད་བསྟན་སྟངས་འདི་རེད་པས་ཧ་ལ་མ་ཚོ་ཁོའི་ཨ་ཕ་ཨ་མ་གི་རྒྱུད་ཟ་རྒྱུ་ཡོད་པའི་རྒྱུད་ཟ་ནི་གསོད་བཤད་རྒྱུ་ཡིན་པའི་འདྲ་པོ་ཆིག་འདུག་ཨ། སྐད་ཆ་བཤད་ས་ལོ་ལོ་སྤིག་ཀ་དེ་བཞག་སྟངས་ལྟ་དང་མ་བཞག་སྟངས། སྤྱི་བཏང་ནས། རྒྱུ་ཉན་པ་ལ་འབྲས་བུ་ཉན་པ་མེད་དུ་ཡོང་བ་ཡོད་མ་རེད། འདི་རྒྱུ་འབྲས་ཀྱི་རྣམ་བཤད་རེད་ཤེས་ཀྱི་ཡོད་ན། ཞིང་ཁ་རུལ་པ་ལ་ཡང་བཙོན་དུ་རུལ་པ་མེད་དུ་སྐྱེ་གི་མ་རེད། འདི་རྒྱུ་དང་འབྲས་བུ་གྱི་རྣམ་བཤད་རེད་ལྟ་བ་རྟེན་འབྱུང་གི་རྣམ་བཤད་རེད་ཤེས་ཀྱི་ཡོད་ན། རེད་བ། རྒྱུ་ཉན་པ་ལ་འབྲས་བུ་བཟང་བ་ཅིག་ལྟ། རེ་བ་སྐོར་རྒྱག་ཡ་ཡོད་མ་རེད། ཞིང་ཁ་རུལ་པ་བཅས་ལ་ཡང་སྟོན་མདོག་ཡག་པོ་སྐྱེ་གི་རེད་ཟེར་རེ་བ་རྒྱག་ཡ་ཡོད་མ་རེད། ཞིང་ཁ་རུལ་པ་ལ་སྟོན་མདོག་རུལ་པ་མེད་ན་སྐྱེ་གི་མ་རེད། རེ་བ་ཏི་རྣམ་པ་ཚོ་ཁེངས་གི་ཡོད་འདུག་དེ་འདྲས་ཞིག་འཚོ་བ་ཞིག་བཅུག་ཅི་ལས་སོ། ཨ་རྣམ་རྒྱལ་འགྲོ་དགའ་ཟེར་ན་དེ་འདྲས་ཞིག་རེད་ཤག་ཟེར་ཡ་ཞིག་རྣམ་རྟོག་རླུང་རྒྱལ། ད་ནུ་ཞི་བོ་ཅིག་བོད་མི་མ་ཡིན་ཞིག་གོ་རོགས་ད་བཟང་སྤྱོད་སྤུ་ཙམ་ཅིག་མི་འདུག་བ།

སོ་སོ་བོད་མི་དམངས་ཀྱི་དཀྱིལ་ལ་ལས་ཀ་བྱེད་ཕྱོགས་དེ་ཞབས་ཕྱི་ཞུ་ཕྱོགས་ནི་དབུས་བོད་མི་ག་ས་བོད་མི་དམངས་ཀྱི་སྤྱི་འཐུས་ལོ་མང་པོ་གནང་ཕྱོགས་རེད་འདི་ན་སྤྱི་འཐུས་ཚོགས་གཙོ་ལོ་བདུན་དང་ཕྱེད་ཀ་རེ་གཅིག་གནང་ཕྱོགས་རེད། ཨ་ནི་ཨ་རི་ནང་སྐུ་ངོ་དོན་གཅོད་གནང་པ་རེད། ད་ད་འདྲ་སྲིད་སྐྱོང་ལ་ཕེབས་པ་རེད། ད་འདི་འདྲའི་མི་གཅིག་ལ་ཡ་སྐད་ཆ་བཤད་སྟངས་རྣམ་དཔྱོད་བསྟན་སྟངས་འདི་འདྲ་རེད་བས། ལོ་ལོ་འདྲ་པོ་ཡིན་ན་ཁོ་མོ་རང་ལས་ལོ་རྒན་པ་རེད་ད་རང་ལས་ལོ་རྒན་པ་ལ་བཟང་སྤྱོད་ཀྱི་རྣམ་པ་བསྟན་ཡ་དེ་འདྲས་རེད་བས། འདི་རྣམ་པ་ཚོ་གི་ད་དབུས་གཙང་ཀླད་སྟོང་ཁ་ཅིག་གི་འོས་བླུགས་ཅིག་ཡ་སྐད་བྱ་སྤྱོད་སྤྱོད་རེད་བ་འདི་འོས་བླུགས་མཁན་ཚང་མ་ལ་ལ་དགོངས་པ་བཞེས་དགོས་རེད། ཡངས་སེ་ཡངས་སེ་ལྟ་ཟེར་ཡ་དེ། གཉིས་པ་དེ་ད་ང་རང་ཚོ་གི་བོད་མི་མང་གི་ད་ཁྲིམས་བཅའ་ཁྲིམས་རེད་པ། ཡིན་ནོར་ཅེས་བྱས་ཤ་རེད། བཅའ་ཁྲིམས་བསྐྱར་བཅོས་ཁྲིམས་འཆར་ཞིག་ཁེལ་ཡོང་པ་རེད་ཁྲིམས་འཆར་དེའི་ནང་ལ་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་རྒྱུན་གནས་དང་འགོག་རྐྱེན་སྔོན་འགོག་གི་ཁྲིམས་འཆར་ཞིག་ཆགས་ཡོད་རེད། དེ་ཁྲིམས་འཆར་ཡར་བཏང་ཡོད་མ་རེད། རེད་བ། སྐུ་ངོ་དཔལ་ལྡན་སྲིད་སྐྱོང་ཀོང་སྤེན་པ་ཚེ་རིང་མཆོག་གིས་དངོས་གནས་གསལ་བཤད་ཧ་ལས་པ་གནང་ཡོད་རེད། ཕུང་པོ། སློབ་སྦྱོང་མི་ངན་ང་འདྲ་བས་ན་འགོ་ཚུགས་འདུག་ད་ཟ་འདྲེ་འདི་ན་འདི་གི་མིག་གི་ཉི་ཤུ་ག་ཚོད་འབྱེད་ཀྱི་ག་ཅིར་འགོ་ཚུགས་པའོ་མ་རེད་ད་བགྲོ་གླེང་གི་རྣམ་པ་ཞིག་ལྟ་ད་ལྟ་ང་རང་ཚོ་ལ་ཐོངས་འདི་བརླག་འགྲོ་གི་རེད་ང་རང་ཚོ་གི་ཨ་ནི་སྟ་འཛིན་བྱེད་ཡ་འདི་བརླག་འགྲོ་གི་རེད་ང་རང་ཚོ་གི་བཀའ་བགྲོ་སྤྲད་ཡ་འདི་བརླག་འགྲོ་གི་རེད་ད་རྔམ་འདྲ་རེད་བགྲོ་གླེང་འགྲོ་བའི་སྐབས་རྔམ་འདྲ་རེད།

གང་ཡིན་ཟེར་ན། འདི་ཁྲིམས་འཆར་དེ་སྤྱི་འཐུས་ལྷན་ཚོགས་དང། བཀའ་ཤག་དང་ཁྲིམས་བཟོའི་བར་ཡོད་པའི་སྐབས་ལ་དམངས་གཙོ་ཀ་བ་གསུམ། གསུམ། ཚད་དང་ལྡན་པ་ཡོད་པའི་སྒང་ལ་འཛིན་སྐྱོང་གི་བེད་སྤྱོད་བཏང་ཡ་མ་རེད། འདི་ཁྲིམས་འཆར་དེ་མ་རེད། གལ་སྲིད་ཁྲིམས་ཞིབ་ཁང་དང། སྤྱི་འཐུས་ཆེ། ཨ་ནི། བཀའ་ཤག་མེད་པ་ཆགས་པ་ཡིན་ན། འཛིན་སྐྱོང་གི་ལས་ཀ་དེ་བཀག་མི་དགོ་བའི་ཆེད། འཛིན་སྐྱོང་གི་ལས་ཀ་དེ་ལ་ཐུགས་ཤོར་མ་འགྲོ་བའི་ཆེད་དུ། མུ་མཐུད་ནས་དུག་སུལ་དོ་ཡག་གི་འདི་འདི་ཡོང་བའི་ཆེད་དུ་ཁྲིམས་འཆར་དེ་རེད། ཁྱོད་ཟེར་བ། འདི་ཁྲིམས་འཆར་ཅིག་རེད། འཛིན་སྐྱོང་གི་ལས་ཀ་ཟེར་ན་ཆུང་ཆུང་ཞིག་མཐོང་གི་འདུག་བས་རྣམ་པ་ཚོར་བས། ཁོ་རང་ཚོར་ཆུང་ཆུང་ཅིག་བསམ་བློ་འཁོར་གི་ཡོད་ས་རེད་གནམ་མདོ་ལུང་གི་ཨ་འདི་རྨོ་ལམ་མོ་ལོག་པའི་དབང་གིས་སྐྱེས་པའི་དངོས་གནས་དགའ་ནས་མིའི་གཟུགས་སུ་གླིང་གའི་བདེ་འབྱོར་དྲངས་ཏེ། ཚང་མ་རྨི་ལམ་ལོག་པའི་དབང་གི་རྐྱེན་གྱིས་སྐྱེས་པའི་བདེར་ཤ་དམ་དམ་ཉམས། དམ་ཚིག་ཉམས། འགྱུར། འདི་འདྲའི་ཞིག་ན་འཚོ་བ་ཤུགས་ཆེན་པོ་ཅིག་སླེབས་སོང། འདི་འདྲའི་ཞིག་ཁྲིམས་འཆར་གལ་ཆེན་པོ་འདི་གཏང་མ་སོང་བ། དེ་མ་ང་རང་ཚོ་ལ་མ་འོངས་པ་ལ་འཛིན་སྐྱོང་ལ་དགོས་མཁོ་ཆགས་ཆོག་འདི་ཁྲིམས་འཆར་འདི། དོ། ཁྱོད་རང་ཚོ་སྤྱི་འཐུས་དང་བཀའ་ཤག་དང་ཁྲིམས་ཞིབ་པ་ཡོད་པའི་སྐབས་དེ་ལ་ཁོང་ཚོ་འཛིན་སྐྱོང་གི་བེད་སྤྱོད་བཏང་ཡག་རེད། འདིས་ཁྲིམས་བཏང་ཡག་གི་ཁྲིམས་བསྐྱར་བཅོས་སྒྲུབ་དགོས་ཨ་མ། གལ་སྲིད་མ་འོངས་པ་ལ། བཀའ་བློན་ཡིན་ན་རེད་སྲིད་སྐྱོང་ཡིན་ན་རེད་ཁྲིམས་ཞིབ་པ་ཡིན་ན་རེད་སྤྱི་འཐུས་ལྷན་ཚོགས་མེད་པ་ཆགས་པ་ཡིན་ན་འཛིན་སྐྱོང་གི་ལས་ཀ་དེ་ལས་ཀ་ལས་མཐོ་ཤོས་དུ་མ་འགྲོ་བའི་མ་འགྲོ་བའི་ཆེད་དུ། འཛིན་སྐྱོང་གི་ལས་ཀ་མུ་མཐུད་ནས་འགྲོ་ཡག་ཆེད་དུ་འདིས་ཁྲིམས་བསྐྱར་བྱ་དགོས་རེད། གང་ཡིན་ན་ཡོང་སྲིད་ཀྱི་རེད་པ། ང་རང་ཚོ་གི་གྲོང་པ་རྒྱལ་ཁབ་ཅིག་ལྟར་ར་བ་ཡུལ་ནང་ལ། ཕྱག་སོ་བ་མིག་སྟོང་ལག་ཟེར་ར་བ། དེ་རྣམ་པ་ཚོ་འཛམ་བུ་གླིང་མིག་གི་ཧ་གོ་འདོད་ར་བ། ཁྱོད་ཚོ་ག་བ་འཐོམ་འདོད་ར་བ། ར་བ། སྐད་ཆ་དྲང་པོ་དྲང་བཤད་ཡིན། ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་བྱུང་ཡོད་ར་བ་ལོ་མང་པོ་ཅིག་སྔོན་དང་ལས་ཁྲིམས་ཞིག་ཁང་སྟོང་པ་བཟོས་ར་བ་ཁྲིམས་ཞིག་ཁང་ཚང་མ་ཁྲིམས་ཞིག་ཁང་གསུམ་ཀ་ཕུལ་བྱུང་བཏང་བ་ར་བ་ཁྲིམས་དང་འགལ་བའི་དབང་གིས། དབང་ཆ་བཟུང་ཚེ་དབང་ཆ། སྒེར་ལ་བེད་སྤྱོད་བཏང་ཚེ་སྒེར་གྱི་ན་ཚ་ལ་ཡང་བེད་སྤྱོད་བཏང་ཚེ། སྒྲོལ་བ་རེད་པ། སྤྱི་འཐུས་མང་པོ་གཅིག་གིས་དགོངས་པ་དགོངས་དག་ཐུགས་གཏན་ཞུས་ཡོད་རེད། མཁས་དབང་སྐྱབས་རྗེ་ཟམ་གདོང་རིན་པོ་ཆེས་བཀའ་སློབ་ཕེབས་ནས་བཟུང་ནས་ད་ནོར་བཞག་ཟེར་ནས། ཁ་ཤས་ནོར་མེད་དོན་དུ་ད་ནོར་འཇིགས་པ་བོང་བུ་འགྲོ་གི་ཡོད་རེད་པ། བྱུང་རེད་བ་ང་ཚོའི་སྤྱི་ཚོགས་ནང། བྱུང་མ་སྲིད་མང་པོ་ཡིན་ན་བྱུང་མ་སྲིད་པ་མ་རེད་པ་གལ་སྲིད་དེ་འདྲས་ཅིག་བྱུང་པ་ཡིན་ན་ད་དངོས་གནས་འཛིན་སྐྱོང་གི་ལས་ཀ་དེ་མུ་མཐུད་ནས་འགྲོ་ཡ་ཐུ་འཛིན་སྐྱོང་གི་ལས་ཟེར་མཁན་དེ་ཆུང་ཆུང་མ་རེད་པ། ཤེས་རིག་གི་ལས་དོན་ལས་འཆར་ག་འདྲས་བརྩད་གལ་ཆེན་པོ་རེད། འགྲེལ་བཤད་རྒྱ་ནག་རྒྱབ་ཐུག་ཡ་མེད་བྱོས་ཀྱི་ཡོད་རེད། ཚ་ཡ་མེད་བྱོས། སྤྱི་འཐུས་ལྷན་ཚོགས་ནང་དྲི་བ་དྲིས་ལན་སྐབས་ད་ལྟ་ནང་སྲིད་ཀྱི་དེ་དང་དེ་བྱས་འཕྲོད་བསྟེན། དཔལ་འབྱོར། ཆོས་རིག། དྲིལ་བསྒྲགས།

སློབ་སྦྱོང་མེད་ན་གར་བྱེད། དུད་འགྲོ་སེམས་ཅན་ལྟར་རེད། དུད་འགྲོ་སེམས་ཅན་གསལ་འདེབས་དཔེ་ག་ཚོད་བྱ་དགོས་ཟེར་ན། བུང་བུ་བུམ་རྒྱ་གཅིག་འཕྲོ་ལས་མ་ཤེས་ཀི། འདི་འདྲས་ཀྱི་ཆ་རེད་འདི་མི་གཉིས་རྩ་གསུམ་མི་སྣ་ཅིག་འདུག་བ། སྲིད་སྐྱོང་གི་བཀའ་སློབ་གནང་གི་འདུག་བ་གསལ་བཤད་གནང་གི་འདུག་བ། ང་རང་ཚོ་བོད་མི་མང་གི་ཚོགས་གཙོ། གང་ཅིའི་གསལ་བཤད་གནང་ཐུབ་དགོས་བ་མ་རེད་འདི་འདྲའི་ཆེད་ཀྱི་ཁྲིམས་འཆར་དེ་སྐོར་ལ་སྒྲིག་གཞི་གང་ཅི་རྒྱབ་ཐུབ་དགོས་མ་རེད་དེ་ཡག་གཏང་དགོས་རེད་དཱ་དེ་གཏང་ཐུབ་ན་ཡག་པོ་འོས་རེད་མ་དངུལ་པ་རིགས་འདི་འདྲས་འདི་འདྲས་འདི་འདྲས་ཆེད་དུ་རེད་ད་དཔེར་ན་དེ་འདྲས་ཆེད་མ་དངུལ་པ་ལ་སྤྱན་ཆག་པོ་དེ་འདྲས་ཆེད་ཁྲལ་བ་ཡིན་ན་བདེ་སྲུང་ལས་ཁུངས་དགའ་ཚར་རེད་པ་ད་སྐུ་ཕྱྭ་དེ་འདྲོ་ག་འདྲས་སུ་ལས་ཀ་བྱེད་ཀྱི་རེད་པས།

ཁྲིམས་འགལ་འདི་རེད་བ་གལ་སྲིད་དམངས་གཙོ་ཀ་བ་གསུམ་པོ་འདི་མེད་པ་ཆགས་པ་ཡིན་ན་འཛིན་སྐྱོང་འདི་མ་མུ་མཐུད་ནས་འགྲོ་ཐུབ་ཡག་གི་འདི་ཁྲིམས་འགལ་གལ་ཆེན་པོ་ཞིག་རེད་འདུག་བ། འདི་འདྲ་ཞིག་བཏང་མི་འདུག་བ། ང་ཚོ་གི་ག་ས་དངུལ་འཛིན་བཀའ་བགྲོས་སྤྲད་ཡ་དང་ང་ཚོ་གི་དབང་ཆ་དེ་ཤོར་གི་རེད་ཟེར་ནས་ང་ཚོ་གི་ཐོང་ཆེན་པོ་ཡོད་བ་དེ་ཤོར་གི་རེད་ཟེར། ཨ་བཀའ་ཤག་ལ་སྟངས་འཛིན་བྱེད་ཡ་དེ་ཤོར་གི་རེད་ཟེར་ནས་འདི་འདྲ་གི་རྔམ་སྒྲ།

དཔེར་ང་རང་གིས་འདི་རྗེས་ལ་ཞུ་ཡག་གི་འདོད་པ་དེ་ག་རེ་བྱུང་སོང་ཟེར་ན་ད་ང་རང་ཚོ་གི་ད་ལྟ་གི་སྤྱི་འཐུས་གྲོགས་ཚོགས་འདི་ནང་ལ་ཡ་ཨུ་འོས་བསྡུ་ལས་ཁང་ནང་ལ་འོས་བསྡུ་ལེགས་པར་གཉིས་ད་བསྐོ་གཞག་གནང་ཚར་འོས་བསྡུ་ལེགས་པར་གཅིག་གནང་ས་ཆོས་སྒྲོན་ལགས་གཅིག་ཚེ་རིང་གཡུ་སྒྲོན་ལགས་རེད་བ་སྤྱི་འཐུས་ཟུར་བ་གཅིག་དྲུང་ཆེ་ཟུར་བ་རྣམ་པ་གཉིས་ཀ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད། ད་དེ་སྤེལ་ཅིག་འོས་བསྡུ་ལེགས་པར་གཉིས་མགོ་བཙུགས་ཚར་དེ་བཙུགས་ཚར་དེ་ག་ལ་ད་ང་ཚོ་འོས་བསྡུ་གི་མ་འོངས་པ་ཉིས་སྟོང་ཉིས་རྩ་དྲུག་ནང་ལ་ཡ་ཨ་ནི་བཀའ་སྤྱི་གཉིས་ཀྱི་སྲིད་སྤྱི་གཉིས་ཀྱི་དགོངས་དག་བཀའ་སྤྱི་གཉིས་མ་རེད་སྲིད་སྤྱི་གཉིས་ཀྱི་འོས་བསྡུ་ད་མགོ་བཙུགས་ཚར་ལས་རེད་ལས་ཀ་ད་མ་སོང་མགོ་བཙུགས་ཡོང་དགོས་རེད་ད་དེ་ཡིན་དེ་ག་ལ་ད་ང་རང་ཚོ་ངས་ངས་སྔོན་དུ་ཞུས་སོ་མ་འོངས་པ་སྐབས་བཅུ་བདུན་པ་ལ་སྲིད་སྐྱོང་འོས་མི་སྲིད་སྐྱོང་ལ་ང་རང་ཚོ་གི་བསམ་བློ་བཏང་དགོས་ཡ་མི་འདུག་དཔེར་ན། རྒྱུ་མཚན་གང་ཡིན་ཟེར་ན་སྐབས་སུ་བབས་པའི་སྐབས་བཅུ་དྲུག་པའི་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་ཁོང་ལྟ་བུ་ཞིག་ཡིན་ན། ཉིས་སྟོང་ཉིས་རྩ་གཅིག་གི་དཔལ་ལྡན་སྲིད་སྐྱོང་གི་སྲིད་ཁྲི་སྒང་ལ་བཞུགས་ནས་སོང་ནས་ད་ལྟ་བར་དུ་ཕྱག་ལས་གནང་སྟངས་དེ་ཧ་ལས་པ་དངོས་གནས་འཛམ་བུ་གླིང་གི་མིག་མཐོང་ལག་ཟིན་རེད། རེད་རེད་ངས་གསལ་བཤད་བྱས་མ་ངེས་འདི་ངེད་ལ་མང་པོ་ཞིག་ཞུ་ཚར་ཡོད། རེད་བ། ཨ་ཁུང་གི་དགོངས་པ་ཞེ་སྡང་ཅིག་ཅིག་གཟིགས་གནང་དང། སྐབས་སུ་བབས་པའི་ཐག་རིང་པོ་ག་ཡི་འགྲོ་བ་མར་ད་ལྟ་སྤྱི་འཐུས་གྲོགས་ཚོགས་འདི་ནང་ཅིག་གཟིགས་གནང་དང། ག་ཚོད་ཀྱི་བཟོད་པ་སྒོམ་ཐུབ་བོ་འདུག། ག་ཚོད་ཀྱི་དགོངས་པ་བཞེས་ཐུབ་བོ་འདུག། འདི་ཚང་མ་སྤྱི་འཐུས་བདུན་ཅུ་གདོང་ལྔས་ག་ས་འདི་གནམ་སྟོང་ཀླུང་རྒལ་སྨོན་ལམ་ལོག་པའི་དབང་གིས་བཅས་པའི་བདུན་ཅུ་ལ་གཞས་ནི་སྐྲག་ནི་མ་རེད་ཀུང། བོད་སྤྱི་པ་ལ་གནོད་གི་རེད་ཨ་རྒྱ་བོར་མི་ཚོའི་དགོངས་པ་ལ་གནོད་གི་རེད་ཟེར་ནས་འདི་འདི་འདི་ཅིག་དགོངས་པ་བཞེས་ནས། བོད་གཞི་རིམ་མི་དམངས་ཀྱི་བོད་ནང་བཞུགས་པའི་བོད་གཞི་རིམ་མི་དམངས་ཀྱི་ཐུགས་ཕམ་ཡོང་གི་རེད་ཟེར་ན་འདི་འདྲའི་ཅི་དགོངས་པ་རྒྱ་ཆེན་པོ་བཞེས་ཞེས་བཟོད་པ་སྒོམ་གནང་གི། ཁོང་ཚོ་ལ་སྐྲག་ནི་མ་རེད་ཞེན་ནི་མ་རེད་ངས་བརྒྱ་ཆ་བརྒྱ་ལབ་ཐུབ་གི་འདུག་ལས་དོན་མང་པོ་ཅི་ལ་དགོངས་པ་བཞེས་ཀྱི་བཟོད་པ་སྒོམ་གནང་གི། ད་དངོས་གནས་ད་ནས་སྐད་ཆ་འདི་རུ་བཏོན་ན་དར་འདག་གི་སྲིད་སྐྱོང་དེ་དར་འདག་གི་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་དེ་དར་འདག་གི་དུས་ཚོད་དེ་ལ་ང་རང་ཚོ་གི་སྲིད་སྐྱོང་འདི་ལ་ཡང་མི་མང་གིས་རྒྱབ་སྐྱོར་བྱེད་ཅེས་སྲིད་ཁྲིའི་སྟེང་ལ་ཡར་ཞུགས་པ་འདིས། དངོས་གནས་ང་ཚོ་སོ་ཏི་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་བྱུང་རིན་པོ་ཅེ་མདའ་དེ་དུས་ཚོད་ངན་པ་འདི་འདྲའི་ཆེད་དུ་བསྟན་ནས་ད་མི་གཞན་དག་ལྟ་བུ་ཡིན་ན་ད་ད་ག་ལས་ཀ་རེ་བྱེད་ན་ནི་བྱེད་དུ་ལ་གི་མི་འདུག་གསལ་བཤད་བྱེད་ན་ནི་ཉན་གི་མི་འདུག་ད་གཡོག་བཤའ་ནས་འགྲོ་བཤའ་གི་རེད་རླུང་ལངས་ནས་ཁོང་ཁྲོ་ཟ་ནས་ལོང་བཤའ་གི

དེང་དུས་ཀྱི་བཟོ་པ་སྒོམ་བྱེད། དངོས་གནས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱི་བྱེད་སྟངས་འདི་ལ་སྤི་ཁ་དེ་མ་ལྡབ་དགུ་དུ་བ་ཤུག་ཅིག་མཐོང་སོང་བ་དང། དངོས་གནས་ད་ནི་ད་ཏེ་ཏེ་ཀྱི་བཟོ་པ་སྒོམ་གནང་གི་འདུག་བ་ཧ་ལས་པ། དངོས་གནས་ད་ནི་ང་རང་གི་སེམས་པ་ན་ཚོར་བ་ག་རེ་ལས་སོང་ན། བྱང་ཆུབ་ཀྱི་སེམས་བསད་ན་འདི་འདྲ་ཅིག་རེད་ཨ་ཟེར་ཞིང། སྙིང་རྗེ་ཆེན་པོ་བསད་དེ་སྙིང་རྗེ་ཆེན་པོ་སྒོམ་ཟེར་ཡ་དེ་འདི་འདྲ་ཅིག་རེད་ཨ་ཟེར་ཞིང། འདི་ཚོ་འཚོ་བ་ཤེས་ཆེན་པོ་ཅིག་རེད། ད་ང་ཚོ་ལྟ་སྟེ། སྤྱི་དོན་ལ་གྲགས་པ་མང་པོ་ཡོད་རེད་བ་ཅི་ད་ང་ཚོ་ཚང་མ་ནང་པ་སངས་རྒྱས་པ་ཡིན་ཟེར་བོ་རེད་བ། ཨ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཨ་བཟོད་པའི་ཕ་རོལ་ཏུ་ཕྱིན་པ་ཏིང་ངེ་འཛིན་གྱི་ཕ་རོལ་ཏུ་ཕྱིན་པ། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་མང་པོ་ཞིག་ལ་དབུས་བ་ཕར་ཕྱིན་དྲུག། ད་བཟོད་པའི་ཕར་ཕྱིན་ཟེར་ན་འདི་རེད་ཤག་ཟེར་ཅིག་ང་ལ། ལས་སོ། དཀོན་མཆོག་གི་མནའ་གས་སོ་ངས་རྫུན་མ་རེད་མས། དངོས་གནས་བཟོད་པའི་ཕར་ཕྱིན་བསོད་ན་དངོས་གནས་དེ་འདྲའི་ཅིག་རེད་ཤག་ཟེར་ཅིག་ང་ལ་འཚོ་བ་ཤུགས་ཆེན་པོ་ཅིག་ལས་སོ་དེ་འདྲའི་ཆེ་བཟོད་པ་སྒོམ་གནང་གི་འདུག་ད་ལྟ་དང་ཚང་མ་ལོ་མང་ཆད་ཀི། ཀུན་ཁོ་རང་གི་ཕྱ་ལས་གནང་སྟངས་དང་ཕྱ་ལས་གནང་པ་དེ་ལ་དང་དྲི་བ་དྲིས་པ་དེ་ལ་ལན་བརྒྱབ་སྟངས་དང་གསལ་བཤད་གནང་སྟངས་དེ་ཅིག་གཟིགས་གནང་དང། སྤྱི་འཐུས་གཞན་དག་དེ་ཚོས་དེ་ཡིན་སྨོན་ལམ་ལོག་པའི་དབང་གིས་སྐྱེས་པའི་དེ་ཚོ་ཁོང་ཁྲོ་ཟ་དགོས་ཡ་མི་འདུག་བ། སྒྲོ་བཏགས་བྱེད་དགོས་མི་འདུག་བ་ལོག་བཏགས་བྱེད་དགོས་མི་འདུག་བ་གཞི་མེད་བཅོས་བཅོས་བྱེད་དགོས་མི་འདུག་བ་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་གསལ་བཤད་གནང་གི་འདུག་དངོས་གནས་ཕ་རོལ་པའི་སྤྱི་འཐུས་བསམ་བློ་གཏང་མཁན་ཞིག་ཡིན་ན་དངོས་གནས་འདི་ལ་དག་གི་མ་རེད་ཨ་བསམ་བསམ་ཅིག་དྲན་དགོས་ཡ་ཅིག་རེད། ལས་ཀ་བྱེད་མཁན་གྱི་བྱེད་དེ་རེད་སྤྱི་འཐུས་རྣམ་པ་ཚོ་ལ་ལས་ཀ་ག་རེ་ཁྲིམས་བསྐྱར་བཅོས་བྱས་ཡ་རེད་འདི་ནི་ཡང་དག་པ་ཞིག་བྱེད་ཀྱི་མ་རེད་ཁྱོད་ཚོ་མི་གདོང་ལ་དང་བཀའ་བློན་བསྐོས་ཡ་རེད་འདི་ནི་ཚོད་འཛུལ་བྱེད་ཐུབ་ཀྱི་མ་རེད། འདི་ངས་རྗུ་རྩི་ཤེས་བཀའ་བློན་བསྐོས་ཡ་རེད་སྙན་མ་དཔལ་ལྡན་སྲིད་སྐྱོང་སྐུ་ངོ་དཔོན་པོ་ཚེ་རིང་མཆོག་བཀའ་ཤག་དང་པོ་ཕེབས་ཡོད་འདི་གར་བཀའ་བློན་ཡོད་མི་བསྟོད་ན་སོང་བ་ད་དྲ་སྒྲོ་མ་རྣམ་གསུམ་ཕེབས་འདུག་བ། རྒྱལ་སྒྲོལ་མ་ལགས། ནོར་འཛིན་སྒྲོལ་མ་ལགས། ཨ་ནེ། ཤེས་རིག་བཀའ་བློན། ཁོང་རྣམ་པ་ཚོ་ཕེབས་འདུག་བ་འདི་རྗེས་ལ་སུ་གི་མཚན་བཏོན་པ་རེད་ང་དྲན་གི་འདུག་ད་ལྟ། ཕངས་པོ་བྱུང་སོང་དེའི་ཕྱིར་ང་ལ་དྲན་གི་འདུག་ད་ལྟ། སྙན་མ་ཤེས་རིག་བཀའ་ཟུར། བཀའ་ཟུར། ཐུབ་བསྟན་ལུང་རིགས་ལགས་ཀྱི་མཚན་འབོད་པ་རེད། བོད་མི་མང་སྤྱི་འཐུས་ཀྱི་ཏང་ཡོན་མ་རེད་ཡ། དེ་ག་རེད། སྲིན་པོ་ནག་པོ་བྱེད་པའི་ལྟར། ཀོ་ལོང་ཡག་པོ་མེད་པའི་ལྟར། སྤྱི་འཐུས་རྣམ་པ་ཚོ་གི། ཡང་མ་འདང་གི་སྤྱི་འཐུས་རྣམ་པ་ཚོ། ཀོ་ཁོང་རང་དཀོན་མཆོག་གསུམ་སྤྱི་འཐུས་ལོ་མང་པོ་ཕྱིར་གནང་བ་རེད་སྤྱི་འཐུས་ཚོགས་གཞོན་གནང་བ་རེད་ལོ་བཅུ་བཀའ་བློན་གནང་བ་རེད། གང་ཟག་ཁོ་རང་གི་གཞི་ལ་ཤར་བ་ཡིན་ན་སློབ་སྦྱོང་ཡོང་མཁན་ཞིག་རེད་དེང་དུས་ཀྱི་སློབ་སྦྱོང་ཡོང་མཁན། བོད་ཀྱི་ནང་བསྟན་གྱི་སློབ་སྦྱོང་ཡོང་མཁན། འཛམ་བུ་གླིང་གི་གནས་ཚུལ་སློབ་སྦྱོང་ཤེས་མཁན་ཞིག་རེད། འདི་ལྟར་གང་ལ་འདི་གང་ལ Plus ག་རེ་ཡོད་ས་ནས་ཁུངས་རྒྱ་བར་མུ་ཅེས་དགོངས་པ་གཞི་ལ་བཞག་ནས་ལས་དོན་བྱེད་མཁན་ཞིག་རེད། འདི་འདྲའི་གང་ཟག་ཁྱད་པར་ཅན་གལ་ཆེན་པོ་འདི་འདྲ་ཅིག་སྤྱི་འཐུས་ག་ས་བཀའ་བློན་ནང་བཏང་ཡོད་མར་སྤྱི་འཐུས་འདི་ཚོས་ཁ་ཕྱེ་གི། འདི་སྤྱི་འཐུས་འདི་ཚོ་ཚང་མ་ལོག་གི་དངོས་གནས་ད་ནས་སྨོན་ལམ་ལོག་པའི་དབང་གི་གཟུགས་ཅན་འདི་ཚོ་རེད། ང་སེམས་པ་ལ་ཡོད་ང་སེམས་པ་ལ་ཕོག་སོང་ཨ་ཁ་ལ་ཡོད་དེ་སླེབས་སོང་དེ་ཡིན་འདི་གང་ལ་སེམས་ལ་ཡོད་ད་དྲན་གི་འདུག་འདི།

དུས་དེང་གི་བྱ་བ་རུ་ཅི་ལ་འཚེ་མེད་ཞུ་གི་ཡོད་ན་འདི་ལ་ཡང་འཚེ་མེད་ཞུ་བ་ལ་ཧ་ལས་ཡོད་མ་རེད་ཟེར་གི་འདི་ལ་ཡང་ལས་རིགས་རྣམ་བཞག་བསྟན་ནས་དངོས་གནས་སེམས་གདེང་ནས་ལས་རིགས་རྣམ་བཞག་བསྟན་ཅིག་དགག་པ་རྒྱང་གི་གང་ཟག་ཅིག་ཡིན་ན་ཨ་དཀྲུག་ཚེ་བརྟན་གྱིས་ལབ་པ་ན་ཞེ་ངས་འདི Acting རེད་ལབ་ཡོད་དངོས་གནས་མ་རེད་ཟེར་གི Drama རེད་ལབ་ཡོད་རྒྱུ་མཚན་གང་ཡིན་ཟེར་ན། འདི་སྔོན་ལ་སྤྱི་འཐུས་གྲོས་ཚོགས་གཅིག་ནང་ལས་ཨ་རིག་གི་རླུང་བརྟེན་ཁང་རུ་བ་གལ་ཆེན་པོ་ཡོད་པས VOA དང RFA གིས་སྒོ་བརྒྱབ་དུས་ག་ལ། རླུང་བརྟེན་ཁང་གཉིས་པོ་དེ་གལ་ཆེན་པོ་རུ་བ། བོད་ནང་གི་གསར་འགྱུར་ཏེས་ཏེས་ཚུགས་ཡོད་མགོ་རེད་བཙན་བྱོལ་ནང་གི་གསར་འགྱུར་དེ་བོད་ནང་ལ་གོ་ཐུབ་མགོ་རུ་བ་གསར་འགྱུར་འདི་གཉིས་བཀའ་ཁྲི་ལ་བརྟེན་ནས་རྒྱག་རུང་གཅིག་མཛད་འཆར་རེད་བཀའ་སློབ་ཚང་མ་བོད་ནང་ཏེས་འགྲོ་ཐུབ་མགོ་རུ་བ། གསར་འགྱུར་དེ་གཉིས་ཀ་དྲན་ཡོད། ད་ལྷ་ས་ཨ་རིག་དེའི་སྒྲོམ་གྱི་སྒོ་སྒོ་བརྒྱབ་ཡོད་འདུག་ག་ལ། ལག་པ་སྤྱང་ཀི་དགའ་བསུ་བྱུང་མཁན་དང་པོ་དེ་རྒྱ་ནག་དམར་གཞུང་རེད་བ། ད་དེའི་སྐབས་ལ་ཁོས་ག་ལ་རེད། འདི་སྒོ་བརྒྱབ་པ་དེ་རྒྱ་ནག་དམར་གཞུང་གཅིག་པོ་རྒྱབ་སྐྱོར་བྱེད་མཁན་དགའ་བསུ་བྱེད་མཁན་རྒྱ་རྒྱ་ནག་དམར་གཞུང་གཅིག་པོ་མ་རེད་དེ་ཨ་ཀྲུག་ཚེ་བརྟན་ཟེར་མཁན་དེ་ཁོ་རེད་བ།

གང་ཟེར་ན་ང་ཚོ་རྒྱ་གོར་མཇེ་ངས་ལུང་གཅིག་དྲང་ལུང་འདི་གཞི་ལ་བཞག་རྒྱ་གོར་མཇེ་བཀའ་སློབ་ག་རེ་ཡོད་ཟེར་ན་འདས་པ་འདས་པ་རེད། འདི་ལ་འཇུ་བ་བཏང་ཐུག་གི་མ་རེད་བཏང་ཡ་ཡོད་མ་རེད་གསུང་ན་ཡོད། ད་མ་འོངས་པ་དངོས་གནས་དྲང་བདེན་གྱི་སྒོ་ནས་རེད་པ། འཆར་གཞི་ཡག་པོ་གཅིག་སྒོ་ནས་དྲང་བདེན་གྱི་སྒོ་ནས་ཨ་ནི་ག་ས་ཕན་ཐོགས་ཅིག་ཡག་དབུ་ནི་པད་ཞི་བས་ག་ལ་དགོས་རེད་ད་ལམ་ཡག་པོ་གཅིག་ཡོང་ཡ་ལ་འགྲོ་ཡ་ལ་འགྲོ་ཐུབ་པ་བཟོ་ཡ་ལ་ད་ལྟ་བ་ད་ལྟ་བ་ལ་རག་ལས་དེ་རེད། འདི་འདྲའི་བཀའ་སློབ་གནང་ཡོད་རེད་རེད་བ། ཁོང་གིས་གནང་བར་བྱིས་པ་ཇི་སྲིད་དང་ངས་ཞུས་ཐུབ་མི་འདུག། ཁོང་གི་དགོངས་པ་དེ་རེད་སྟབས་མ་འོངས་པར་དངོས་གནས་ཡག་པོ་ཅིག་འགྲོ་ཡ་ལ་ཡག་པོ་ཅིག་ཡོང་ཡ་ལ་ཨ་ད་ལྟ་བ་ལ་རག་ལས་རེད་སོང་ཡ་དེ་རྒྱབ་རོམ་གྱི་བཀའ་དེ་ཁྱེད་རང་ཚོ་ལ་བགྲང་བྱེད། འདིའི་འོག་ལ་ངས་སྐད་ཆ་བཤད་གི་ཡོད། མཐའ། ང་རང་ཚོ་གི་སྐབས་བཅོ་བརྒྱད་པའི་སྤྱི་འཐུས་ལ་ལྟ་ཞུགས་རྒྱག་ཡ་རེད་མི་ཡག་པོ་ཅིག་ཡོང་ཡ་ལ། དཔེ་ན་ང་ལྟ་ང་ལྟར་འུ་ཚང་བྱེད་སའི་ང་ལ་ཆོལ་ཁ་གསུམ་ཀ་གི་འོས་བླུག་ཡ་ཡོད་མ་རེད། ཆོས་རྒྱུད་སྤྱི་འཐུས་ཀྱི་འོས་བླུག་ཡ་ཡོད་མ་རེད་ཕྱི་རྒྱལ་ཡུལ་གྲུ་ཁག་གི་འོས་བླུག་ཡ་ཡོད་མ་རེད་ང་ལ་འོས་བླུག་ཡ་དེ་ང་འུ་ཚང་བྱེད་ཡིན་པའི་ཆ་ནས་འུ་ཚང་བཅུ་བདམས་ཡ་རེད་འུ་ཚང་བཅུ་མི་བཅུ་བདམས་ཡ་དེ་ང་ལ་ཐོབ་ཐང་ཅི་ཡོད། ད་ང་དང་ང་བཞིན་དབུས་གཙང་དུ་འཛུལ་བ་ཚང་མ་ལོག་གི་དངོས་གནས་འདས་པའི་སྤྱི་འཐུས་སྐབས་བཅུ་དྲུག་བཅུ་བདུན་གྱི་བྱེད་སྟངས་ལ་བལྟས་རྗེས་སུ་མགོ་མཁོ་འདུག་སུ་མགོ་མཁོ་མི་འདུག་སུ་ངེས་ཤུགས་སྒོས་ལུས་ལ་རྒྱང་བུ་བཏང་གི་འདུག་ད་ལྟ་སྒོ་ནས་དཔྱད་པ་བྱེད་དགོས་ཡ་བྱས་བགྲོ་གླེང་བྱས་དགོས་དེ་གལ་ཆེན་པོ་རེད། རོ། སྤྱི་བཏང་ནས། ང་རང་ཚོ་དབུས་གཙང་གི་ད་ལྟ་སྤྱི་འཐུས་བཅུ་དགུ་འདི་ནང་ལ་སྤྱི་འཐུས་བརྒྱད་དགུ་ཚེ་ཧ་ལས་པ་ཡག་པོ་ཡོད་ཡག་པོ་འདུག་ད་གཅིག་ཡོད་རེད་མོད་གནམ་སྐྱེ་སྒྲོན་དཀར་དེ་རེད་ང་ང་འཇབ་པ་ཀེག་མི་འདུག་ང་ཉི་མ་གཅིག་འོད་བླུགས་མ་མྱོང་འཇབ་རྒྱུ་བྱེད་མ་མྱོང། རེད་བ། ད་ཁ་ཤས་ཅིག་འཇབ་རྒྱུ་བྱེད་ནས་ཡར་སླེབས་པ་རེད་བ་ཀླད་སྟོང་ཁ་ཤས་ཅིག་འཇབ་རྒྱུ་བྱེད་ནས་ད་མང་ཆེ་བ་གི་དབུས་གཙང་ཀླད་སྟོང་ཨེ་སྟོང་ཀླད་རོང་ལགས་དེ་བ་རེད་ཀླད་སྟོང་ང་ཚོ་བོད་ཆོལ་ཁ་གསུམ་ཀ་ལ་ཀླད་སྟོང་ཡོད་རེད་རྡོ་རྡོ་ལ་ཀླད་སྟོང་ཡོད་རེད་རྡོ་སྨད་ལ་ཀླད་སྟོང་ཡོད་རེད།

དཔྱད་པ་བྱས་མ་ཐུབ་པ་ཞིག། ཨ་རེ་འདི་གི་བྱས་རེད་གནམ་གྱི་སྒྲོ་གང་གི་བྱས་དེ་དངོས་གནས་རྒྱ་བོར་མི་བྱེད་ལ་ཐུགས་ཕམ་བཟོ་གི་འདུག་དང་མི་འདུག་ཅུང་ཅུང་དོགས་ཀྱི་འདུག་དང་མི་འདུག་བོད་ཞི་བདེ་མི་མང་ལ་གནོད་སྐྱེལ་གྱི་འདུག་དང་མི་འདུག་དབུས་བོད་མིའི་སྒྲིག་འཛུགས་ལ་གནོད་སྐྱེལ་གྱི་འདུག་མི་འདུག་ང་ཚོ་བོད་ཆོལ་ཁ་གསུམ་ལ་ཡ་ཕན་ཐོགས་ཀྱི་འདུག་ཕན་ཐོགས་ཀྱི་འདུག་དང་གནོད་སྐྱེལ་གྱི་འདུག་འདི་ལ་ཡ་དཔྱད་པ་བྱས་ཅིང་ཨ་ནི་འོས་འཕངས་དགོས་རེད་མ་གཏོགས།

དངོས་གནས་ད་ནས་ད་ད་ལྟ། སྐབས་བཅོ་བརྒྱད་པའི་སྤྱི་འཐུས་འོས་ཤོས་ག་ལ་རེད་སྐབས་བཅུ་བདུན་པའི་རྒྱའི་སྲིད་སྐྱོང་འོས་ཤོས་ག་ལ་རེད་ད་ང་ཚོ་དབུས་གཙང་ལ་ཀླད་སྟོང་མེད་ད། དབུས་གཙང་དམ་པ་ཆོས་ཀྱི་ཆོ་ག་དེ་དངོས་གནས་རྒྱ་གར་རོམ་གྱི་ཀ་བཞི་ལ་ཤར་ནས་སྒྲོག་འགལ་གྱི་ཡིན་ད་ཟེར་ཏེ་བཏོན་དགོས་རེད་ད། ནི་ཀླད་སྟོང་སའི་མིང་དུ་སུ་བས་ཐབས་ཤེས་བཏང་བས་ང་ལ་ཀླད་སྟོང་ལ་ང་མིང་མེད་ང་ལ་མེད་ང་དཔེ་སྐྱེལ་འདུག་ང་ཀླད་སྟོང་གི་ལས་ཀ་ཅེས་བྱེད་མེད་ཁ་བཏོད་ནས་རྒྱ་གར་མི་བཅས་ཀྱིས་གསུངས་པ་ནང་བཞིན་རྣམ་དཔྱོད་བེད་སྤྱོད་དང་རྣམ་དཔྱོད་བེད་སྤྱོད་དང་གསུངས་ཡ་དེ་རེད། ད་ལྟ་ཡིན་ན་རྣམ་དཔྱོད་བེད་སྤྱོད་དང་ནི་སྐད་བཤད་དགོས་རྒྱ་གར་མི་བཅས་ཀྱི་བཀའ་དེ་ལུང་དེ་གཞི་བཞག་ནས་སྐད་བཤད་དགོས། དེས་ན་ཞེས། མདོ་སྡེའི་ཆོ་ག་ལ་ཡིན་ན་རེད་སྡོམ་པའི་ཆོ་ག་ལ་ཡིན་ན་རེད་རང་སོ་སོ་གི་སྤྱི་འཐུས་དེས་དངོས་གནས་ད་ནས་འདི་འདྲའི་ཀྱི་དགོངས་པ་བཞེས་རྗེས་དངོས་གནས་རྒྱ་བ་རོམ་ཅེས་དགུང་ལོ་དགུ་བཅུ་ལ་ཕེབས་ཚར། འཛམ་བུ་གླིང་འདི་ན་ལ་རྒྱ་བ་རོམ་ཅེས་ཁོང་ལས་བཀའ་དྲིན་ཆེ་བ་སུ་གཅིག་མེད་ཡོད་མ་རེད། དེ་བསམ་བློ་ཞིག་བཏང་དང། རྒྱ་བ་རོམ་ཅེས་བཀའ་གཅིག་ཉན་དང། དེ་ནི་སོ་སོ་བསམ་བློ་ཞིག་བཏང་དང་རྙེད་ཀྱི་རེད་ནོར་བུ་དང་མ་སོར་རྙེད་ཀྱི་རེད་ཨ་ནི་རྒྱག་རུང་བྱས་བཀའ་མ་རྙེད་ཟོས་ཞེས་རེད་འདུག་བྱས་བྱས་ཤེས་ལ་བཀའ་དེ་མ་རྙེད་དེ་ནི་ནོར་བུ་རྙེད་ཡ་ཡོད་མ་རེད་ཡོན་ཏན་རྙེད་ཡ་ཡོད་མ་རེད་ད་བཀའ་རྙེད་རྒྱག་རུང་ས་ཆེན་པོ་ཚིག་བཀའ་དེ་ཡང་ཟིག་ཡང་ཟིག་རྙེད་སོ་སོ་རྣམ་དཔྱོད་བེད་སྤྱོད་བཏང་དང་དེ་ནི་ཁྱོད་རང་གི་མི་ཚེ་ལ་ཡ་ཚེ་འདི་ལ་ཕན་ཡ་ཞིག་ཚེ་རྗེས་མ་ལ་ཕན་ཡ་ཞིག་ཚེ་འདི་ལ་ཡང་སོ་སོ་གི་ནང་མི་ལ་ཕན་ཡག་སོ་སོ་སོ་གི་ཟ་མ་ཟ་འགྲོ་ལ་ཕན་ཡག་གི་རྒྱུ་ཅི་ལས་དོན་ཅིག་རྙེད་ཀྱི་རེད་འགྲུབ་ཡག་ཅིག་དངོས་གནས་ད་འདི་ནི་བོད་ཀྱི་བོད་མི་རིགས་ལ་སྐྱེས་པ་ན་སྐྱེས་སྒོ་ཆོད་པ་རེད་འདི་འདྲས་ཞིག་གནང་འོག་འདུག་ད་གདོད་མའི་ལ་ང་ཅི་ཡང་ཞུ་ཡག་མེད་དཀོན་མཆོག་གནང་གི་སོང་ད་ལྟ་ཐོག་ཏུ་ང་གདོད་མའི་གི་སྤྱི་འཐུས་བཅུ་དགུ་འདི་ནང་ལ་ཡང་སྐྱོན་སྤུ་ཙམ་ཅིག་མཐོང་མ་སོང། རེད་བ། དངོས་གནས་དྲ་ནས་སྡོམ་མེད་ལ་ང་སྡུག་རེད་འདི་རེད་ཟེར་ན་ང་ཚོས་ཞུ་ཐུབ་མི་འདུག་དངོས་གནས་དྲ་ནས་ཧ་ལས་པ་ཡག་པོ་འདུག་ཡིན་ན་ཡང་ཡར་རྒྱས་སུ་ཡ་དེ་ཚེ་ཚེ་མེད་ཙང་ག་ཚེ་གི་ཡག་ག་བྱུང་ན་ད་ནོར་ཡག་ག་ཡོད་རེད་བ་ང་ཚོ་བོད་སྤྱི་པ་ལ་ཕན་ཐོག་གི་རེད་བ། དེ་ཡིན་དེ་ག་ལ་རྣམ་དཔྱོད་བེད་སྤྱོད་གཏང་དགོས་ཡ་གལ་ཆེན་པོ་རེད་དེ་ང་ཚོ་བོད་ཆོལ་ཁ་གསུམ་གི་དགོངས་པ་བཞེས་ཅིག་ད་ལན་སྤྱི་འཐུས་འདི་ལ་ཡ་མ་འོངས་པའི་སྐབས་བཅོ་བརྒྱད་ལ་སླེ་དུས་ག་ལ་སྤྱི་འཐུས་སླེ་དུས། སྐབས་བཅུ་པོའི་སྤྱི་འཐུས་སླེ་ཡོད་འདུག་ག་ལ། ཨོ་ད་སྤྱི་འཐུས། སྤུ་རྩ་ཆེ་སླེ་ཤ་ཨཱས་སྤུ་རྩ་ཆེ་བདམས་ཤ་ཨཱས། ད་ང་རང་ཚོ་གི་བོད་ཀྱི་བདེན་མཐའ་དེ་མགྱོགས་པོ་གསལ་ས་རེད། རྒྱ་གར་རོ་མོ་ཅི་བོད་ལ་ཡ་བདེན་འདྲི་མགྱོགས་པོ་ཞུ་ཐུབ་ས་རེད། བོད་ལ་སྐྱིད་པའི་ཉི་མ་མགྱོགས་པོ་ཤར་ཐུབ་ས་རེད་ཨ་ད་སྤྱི་འཐུས་ལྷ་ཐག་ཐག་ཞིག་སླེ་འདུག་ཨཱས། དེ་འདྲས་ཅིག་བཟོ་ཐུབ་པ་བྱོས། དེ་འདྲས་ཅིག་བཟོ་ཐུབ་ཡ་ལ་ད་ད་བར་གྱི་བསམ་བཏང་བར་ད་ད་ནས་བསམ་བཏང་བར་ད་མདོ་ན་བགྲོ་གླེང་བྱས་བར་ད་ད་ནས་རྣམ་དཔྱོད་འཕེལ་ཤུགས་བཏང་བར།

ད། ང་ཚོ་ལ་ཆོས་བརྒྱུད་སྤྱི་འཐུས་འཕང་ཡག་གི་འོས་བླུག་ཡག་གི་ཐོབ་ཐང་ཡོད་མ་རེད་པ། ཡིན་ན་ཡང་ང་རང་ཚོ་ལ་ཆོས་བརྒྱུད་སྤྱི་འཐུས་ལངས་ཡག་གི་ཐོབ་ཐང་ཡོད་རེད་པ། དེ་ཡིན་དུས་གལ་ཏེ་ང་ཚོ་ཆོས་བརྒྱུད་སྤྱི་འཐུས་མོ་གོ་མོ་གོ་ཟེར་དེ་འགྲོ་ས་རེད་པས། གང་ལྟར་ཆོས་བརྒྱུད་སྤྱི་འཐུས་མོ་གོ་མོ་གོ་ཟེར་ནས་ཡི་གེ་དེ་ཡག་གི་སྤྱི་འཐུས་ལྷན་ཚོགས་ནང་སླེབས་པ་ཡིན་ན་ད། ཁ་སང། ཁྲིམས་འཆར་དེ་ཡར་བཏང་མ་སོང་བ། ཁྲིམས་འཆར་གལ་ཆེན་པོ་དེ་སྤྱི་འཐུས་ལྷན་ཚོགས་ནང་ནས་མི་གཉིས་རྩ་གསུམ་ཡར་བཏང་མ་སོང་བ། དེ་དང་དེ་བཞིན་བྱ་གི་རེད་ཁོ་རང་ཚོ་ལག་པ་ལ་ཡོད་རེད། ཨ་ནེ་ཡི་ཆོས་ཕྱོགས་ཁག་གི་དབུ་བླ་རྣམ་པ་ཚོ་གི་བླ་ཆེན་རྣམ་པ་ཚོ་ག་ཡི་གསུང་གནང་མ་རེད། ད་ང་ཚོ་མི་དམངས་སྐད་རྒྱག་བསྡད་པ་བརྩི་རོགས་རེད། སོ་སོ་སོ་སོ་ཉེས་མིང་ཟ་ཡ་རེད། ཆུ་ཆུ་ཆུ་དུས་དུས་སུ་ཐོངས་པ་དང་ཁ་ཤས་ཀྱིས་ཐུ་ལུ་བརྒྱབ། ཁ་ཤས་ཀྱིས་གླང་དམར་དགུ་རུ་བསླེས་སོ་ཁ་ཤས་ཇག་པ་དགུ་རུ་བསླེས་སོ་ཁ་ཤས་ཀྱིས་སེ་ལེན་ཏྲར་བསླེས་སོ་དགུ་རུ་བསླེས་སོ་ང་དང་པོ་སེ་ལེན་ཏྲར་བསླེས་ན་ག་རེ་ལ་དབུལ་བསམ་དགོས་ཚུལ་མེད། སེ་ལེན་ཏར་བསླེས་ན་ག་ལ་དབུལ་བསླེས་སེ་ལེན་ཏར་གྱི་ཁ་དོག་དེ་དམར་པོ་རེད་བ། དེ་བཞིན་སེ་ལེན་ཏར་ལ་ཡོད་དོ་བ་ད་དེ་དོན་གྱི་ཚད་མས་ཞུ་དུས་བ། དེ་ཚད་མས་ཞུ་ཡ་དེ་ཉེས་དམིགས་ཅིག་ཆགས་དུས་བ་སྡིག་པ་ཅིག་རེད་ད་ང་ཚོ་ཆོས་ཁས་ནང་པ་སངས་རྒྱས་པའི་སྐད་བཤད་པ་ཡིན་ན་སྡིག་པ་ཅིག་རེད་སྡིག་པ་བསགས་ཅིག་བ། སྡིག་པ་དེ་ང་རང་ཚོ་ལམ་མཁན་གཅིག་པོ་ལ་སྡིག་པ་ཡོད་མ་ད། ཕ་ཇོ་དངུལ་གྱིས་ཆུ་ཆུ་གཅིག་སྒྲིལ་བའི་བྱེད་སྤྱོད་པོ་རིགས་བྱེད་སྟངས་ལ་བརྟེན་ནས་ལབ་དགོས་ཁོང་ཚོ་ལ་སྡིག་པ་དེ་ལས་ཆེ་ཡོད་རེད། ད་ང་ཚོ་ཤ་ཟ་མཁན་ལ་སྡིག་པ་ཡོད་རེད། ཤ་འབག་གི་ར་ལུག་བསད་རྗེས་ཤ་བཙོང་མཁན་ལ་སྡིག་པ་ཡོད་རེད་ཡིན་ན་སྡིག་པ་ཆེ་ཆུང་ཡོད་རེད། འདི་ལ་མིག་ཤ་དང་མིག་ཤ་མ་ཡིན་པའི་ཤ་མ་ཡིན་པའི་ཁྱད་པར་བཞག་གི་རེད། རོ། ནང་པ་ས་བྱི་བ་ཅིག་ཡིན་ན་ཆོས་ཆོས་ནས་སྐད་བཤད་པ་ཡིན་ན། ད་ང་རང་ཚོ་གི་ལྟ་བ་རྟེན་འབྱུང་དང་རྒྱུ་འབྲས་ཀྱི་རྣམ་གཞག་སྒོ་ནས་བསམ་བློ་བཏང་ནས་བསྒྲོད་པ་ཡིན་ན་སྡིག་པ་ཚང་མ་ལ་ཡོད་རེད་གོ་ཆོས་བརྒྱུད་ཁག་གི་བླ་ཆེན་མཁན་པོ་ཕྱག་མཛོད་དགེ་ཁུ་དྲུང་སྤྱི་ཨ་ནི་གྲ་པ་མཁན་པོ་སློབ་དཔོན་དགེ་བཤེས་ལྷ་རམས་པ་དགེ་བཤེས་ཚང་མ་གྲ་པ་ཚང་མ་ལ་སྡིག་པ་ཡོད་རེད་གང་ཡིན་ཟེར་ན། བཅོས་བསྒྱུར་སྤྱི་འཐུས་བཅུ་དགུ་དེ་བོད་མི་མང་གི་སྤྱི་འཐུས་ནང་ལོ་ལ་ཡར་བཅུ་མཁན་དེ་ཆུ་ཆུ་ག་གི་བླ་ཆེན་དང་མཁན་པོ་དང་བློན་དཔོན་དང་དྲུང་སྐྱིད་དང་ཕྱག་མཛོད་དང་གྲགས་པ་དང་དགེ་བཤེས་རྣམ་པ་ཚོ་ཁོང་རྣམ་པ་ཚོ་འོས་བླུགས་ནས་ཡར་ལས་སྦྱོར། ཡར་ཀླད་པ་གནང་ཞེན་གྱིས་ལས་ཀ་མ་བྱས་པ་བྱེད་རྒྱ་བོར་མི་བྱེད་ལ་ཡར་དངོས་ཤུགས་གང་ལ་ཐུག་ཕམ་བཟོས་ཡ་དང་འཚེ་མེད་ཞུ་ཡ་དང་བོད་སྤྱི་པ་ལ་གནོད་སྐྱེལ་ཡ་དང། བཀའ་ཤག་དཔལ་ལྡན་སྲིད་སྐྱོང་ལ་ཡར་གྲོ་ཐག་ཞེ་མེད་ཀྱི་སྒྲོ་ཐག་དང། ལོག་ལྟ་དང་ཞེ་མེད་སྐྱོན་བརྗོད་དང། བོད་ཆོལ་ཁ་གསུམ་གྱི་མཐུན་འབྲེལ་ལ་ཡར་འགོག་རྐྱེན་བཟོས་ཡ་དང། རྒྱ་བོར་མི་བྱེད་བཀའ་འདི་བསྒྲུབ་ཡ་ལ་ཡར་འགོག་རྐྱེན་བཟོས་ཡ་དང་དེ་འདྲའི་ཆེད་ལས་དོན་བྱས་ཡོང་དུས་མི་དམངས་ཀྱི་ཁ་ཐག་འགྱོ།

བདུན་ཚོད་ལ་མང་ང་ཡོད། ད་ནང་པ་སངས་རྒྱས་བེ་གི་འགྲོ་ལུགས་འགྲོ་སྟངས་ཀྱི་སྐད་བཤད་པ་ཡིན་ན། བེ་བདེ་བདེ་བྱེད་ཡོང་གོ། ད་འདི་ངའི་སྐད་ཆ་དྲང་པོ་དྲང་ཤག་ཡིན། ང་ཚོ་ལྟ་བ་བསྟན་སྐྱོང་གི་འགྲོ་ལུགས་འགྲོ་སྟངས་དེ་ཤེས་ཀྱི་ཡོད། ལས་རྒྱུ་འབྲས་ཀྱི་རྣམ་གཞག་ཡག་པོ་ཤེས་ཀྱི་ཡོད། འོ་ཡ། ནང་པ་སངས་རྒྱས་བར་གྱི་ཡིན་རྒྱའོ་རུང་བཅས་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས།

ཕྱི་ཆུ་སྤྱི་དུས་ལ་ངས་སྔོན་དུ་ཞུས་པ་ན་བཞིན་རུའི་བླུག་ཡག་གི་ཐོབ་ཐང་ཡོད་མ་རེད་ལངས་ཡག་གི་ཐོབ་ཐང་ཡོད། དཔེ་རྣལ་མ་སོ་ནི་སྙེ་མ་ད་ལྟ་བདེ་སྲུང་བཀའ་བློན་སྐུ་ངོ་རྒྱ་རི་སྒྲོལ་མ་མཆོག་གི་སྐུ་མཆེད་ཆུང་ང་སྦ་ཡི་ལིང་རེད་བ། སྙིང་མའི་སྤྱི་དུས་འབྱིན་ལ་བཞག་པ་རེད། པད་མ་འབྱུང་གནས་ས་སྐྱའི་སྤྱི་དུས་བཞག་པ་རེད། རེད་བ། ཁོ་གཉིས་ཀ་གྲྭ་པ་མ་རེད་མི་སྐྱ་རེད། ཡིན་ན་ཡང་བོད་མི་མང་གི་བཅའ་ཁྲིམས་ནང་ལ་ཡ། ཆུ་ཆུ་སྤྱི་འཐུས་ཡིན་ན་གྲྭ་པ་དགོས་ཡོད་ཟེར་ཡ་ཡོད་མ་རེད། རྒྱ་རོམ་གྱི་བཀའ་སློབ་ཡོད་མ་རེད་སྲིད་སྐྱོང་བཀའ་སློབ་ཡོད་མ་རེད། ཁྲིམས་ཞིབ་ཁང་གི་ཁྲིམས་ནང་དུ་ཡོད་མ་རེད་སུ་བླ་མ་བླ་ཆེན་སུ་གཅིག་བཀའ་ན་ཡོད་མ་རེད། དེ་ང་རང་ཚོ་ལ་རྒྱ་རོམ་གྱི་དམངས་གཙོ་གསོལ་རས་གནང་བཞག་རྒྱུ་རེད་ད་ང་ཚོ་དམངས་གཙོ་དེ་ལོངས་སུ་སྤྱོད་སྤྱོད་དགོས་རེད། ད་དེ་ཡིན་དེ་ག་ལ་ང་དང་ང་ཞེས་མི་བྱ་དོན་ཚོ་ཡ་གང་མང་མང་ཅིག་ཆུ་ཆུ་སྤྱི་འཐུས་ན་ལངས་ཐུབ་ཡག་གི་ནུས་པ་དེ་སྤུངས་དགོས་རེད། སྤྱི་བཏང་གནད་དུ་བསྟར། དེང་དུས་ཀྱི་སློབ་སྦྱོང་ཡོད་ན་རྩེ་གྲ་རེད་གཙོ་བོ་དེ་སྐུ་རླུང་ཡག་པོ་ཅིག་དགོས་རེད་རྒྱག་རླུང་ཅིག་ཀ་བཞི་ལ་འགྲོ་གི་ཡིན་ཨང་བསམ་ཡས་ཀྱི་བསམ་བློ་སྐུ་རླུང་ཅིག་དགོས་རེད། ངས་རྒྱག་རླུང་ཅིག་ཀ་དང་མ་སྐྱེ་བའི་ལས་ཀ་བྱེད་དགོས་ཨ་ས་ཡས་སྐུ་རླུང་ཅིག་དགོས་རེད། གཉིས་ནི། དེང་དུས་ཀྱི་སློབ་སྦྱོང་ཡོད་ན་རྩེ་གྲ་རེད་དེང་དུས་ཀྱི་སློབ་སྦྱོང་མེད་ན་འགྲིག་གི་ཨོ་རེད་ཆོས་ཆོས་སྤྱི་འཐུས་ལང་ཡ་ལ། གཙོ་བོ་དེ་ང་ཚོ་བོད་པས་བོད་ཀྱི་སྐད་དང་ཡི་གེ་འདི་ཤེས་དགོས་རེད། བོད་ཀྱི་སྐད་དང་ཡི་གེ་ཡག་པོ་ཞིག་ཤེས་ཀྱི་ཡོད་ན་བོད་མི་མང་སྤྱི་འཐུས་སྤྱི་འཐུས་ནང་ལ་ཆོས་རྒྱུད་སྤྱི་འཐུས་ནང་ལ་ལངས་ཡག་གི་རྒྱུ་ཚང་ཡོད་རེད་ད། ཡོན་ཏན་ཚང་ཡོད་རེད། ཡིན་གཅིག་མིན་གཅིག་དེང་དུས་ཀྱི་སློབ་སྦྱོང་དགོས་མ་རེད་ཡོད་ན་རྩེ་གྲ་རེད་ལགས་སོ་མེད་ན་སྒྲིག་དགོས་རེད། དེ་ཡིན་དུས་སྐབས་དེ་སྐྱ་བོ་མི་སྣ་མང་པོ་ཅིག་ཡར་ལངས་དགོས་རེད། དཔེར་ན་མ་སོང་ན་ལམ་སྟོན་འདྲ་པོ་བྱེད་ན་ལས་ཁུར་འདྲ་པོ་བྱེད་ན་ངས་དཔེ་ཧོ། ང་རང་གིས་འདི་འདོད་པ་ཡོད་ང་ཁ་ཤས་ཅིག་ལས་དུ་འུ་ཚང་སྤྱི་མཐུས་ལང་སྐད་ལང་སྐད་ཟེར་ཟེར་གྱི་འདུག་ང་རང་དེ་འདྲས་ལ་ང་ཚོས་འདི་དོག་པོ་འདོད་པ་ཁོ་རང་མེད་ཟེར་ཡོད་རེད། ད་ང་རང་གི་བསམ་བློ་དང་འདོད་པ་ཡོད་ཆོས་དེ་ག་ཡིན་ཟེར་ན་ང་ཆུ་ཚོད་སྤྱི་མཐུས་ནང་ལང་དགོས་ཨ་བསམ་ཡ་བཞིན་འདོད་པ་ཤུགས་ཆེན་པོ་ཅིག་ཡོད། རྒྱུ་མཚན་ག་ཡིན་ཟེར་ན་ལང་ཡག་གི་རྒྱུ་རྐྱེན་ཚང་ཡོད་རེད་པས་ཟེར་ན་ང་ཚང་ཡོད། རྒྱུ་མཚན་གང་ཡིན་ཟེར་ན་ད་ང་དབུས་བོད་མི་དེ་ཚོ་ལ་ལས་ཀ་མང་པོ་བྱས་ར་ཡིན་ན་སྤྱི་བཏང་ནས་ང་གནས་རིམ་དམར་པོར་ད་ཁ་ལོ་བའི་གནས་རིམ་ལ་ལས་ཀ་བྱས་ར་ཡིན་ན་ཡང་ངས་ལོ་མང་པོ་ཅིག་གི་དབུས་བོད་མི་དེ་ཚོ་གི་དཔལ་འབྱོར་ལས་ཁུངས་ནང་གི་ཨ་ནེ་ག་ས་ཨ་ཏི་སི་ཀོ་དཔལ་འབྱོར་ལས་ཁུངས་ནང་གི་སྣུམ་འཁོར་དོ་དམ་པ་ལོ་མང་པོ་བྱས་པ་གང་ཡིན་ཟེར་ན་རྒྱུ་མཚན་གང་ཡིན་ཟེར་ན་ད་བོད་དབུས་བོད་མི་འདི་ཚོ་ནང་ལ་ཡི་གེ་ཡིག་ཕག་ཚོ་བཏང་ཡ་དེ་ཚང་མ་བོད་ཡིག་རེད་པ། དུས་འདི་བོད་ཡིག་ཤེས་རྟོགས་ཡོང་མཁན་གྱི་སྡེ་ན་ཡག་པོ་འདུག་ཟེར་ད་ང་གང་ལྟར་ངས་ལོ་མང་པོ་ཅིག་བྱས་པ་རེད། ལས་བྱ་རེད་གནས་རིམ་ལས་བྱ་རེད་ཡིན་ན་གནས་རིམ་ཨའུ་གཙིགས་ཀྱི་ལས་ཀ་བྱས་ནས་ལོ་མང་པོ་བསྡད་ཡོད་ད། དེ་འདྲའི་གི་ཉམས་མྱོང་གི་ཚོད་དབང་གིས། ད་ངས་ཆུ་ཆུ་གཅིག་ཏུ་ངས་ལངས་ཐུབ་ས་རེད་བསམ་ཡ་ཞིག་ང་ལ་ནུས་པ་ཅིག་ཡོད། ང་གདིང་སྤོབས་ཡོད། དྲང་བདེན་ཡོད་ད། དཀོན་མཆོག། འདི་ང་ལྷ་མགོ་བསམ་ས་ཞིག་དྲན་ཏེ། དུས་དང་སྐབས་བྱུང་ན་ནི་ངས་གསལ་བཤད་བྱེད་ཀྱི་རེད་བ། དེ་དང་དེ་ཞེས་ང་ཚོ་ལངས་དགོས་དོ། ང་རང་གིས་ད་ལངས་ཡ་འདི་ག་བར་ལངས་དགོས་ན་ང་རང་གི་འབྲེལ་བ་ཡོད་རྒྱུ་བཀའ་བརྒྱུད་རེད། བཀའ་བརྒྱུད་པ་ནང་ལ་རེད་ཨ་ནི་དགེ་ལུགས་པ་ནང་ལ་རེད། བཀའ་བརྒྱུད་བཀའ་བརྒྱུད་ནང་ལ་ཡིན་ན་སྙན་མ་ངེས་ང་ཆུང་དུས་ནས་ལོ་དྲུག་བདུན་ནས་ངས་གྲྭ་པ་བྱེད་རྒྱུ་རེད། ང་འདི་ནས་ཡི་གེ་སྦྱངས་རྗེས་བོད་ཡིག་སྦྱངས་རྗེས།

འདི་དག་གི་རྒྱུ་མཚན་ལ་བརྟེན་ད་ལངས་ས་གཉིས་མེད་དང་མི་འདུག་ང་རང་གིས་དལ་བ་ཡོད་རྒྱུ་ད་འདི་ལྟའི་ཞིག་གཉིས་གང་རུང་བྱས་ལ་ལངས་དགོས་ཨ་བསམ་ས་ཞིག་ང་ལ་འཚོ་བ་ཤུགས་ཆེན་པོ་ཞིག་ཡོད་འདོད་པ་ཤུགས་ཆེན་པོ་ཅིག་ཡོད་འདུག་ལངས་ཡག་གི་ནུས་པ་དེ་ཡོད་ལ། དེ་ནང་བཞིན་ད་ངས་མགོ་བཙུགས་གོ། ང་རང་ཚོ་གི་ཆོས་བྱེད་ཀྱི་དེ་འདི་མི་འདྲ་འདི་མི་ཁ་གཅིག་པོ་མ་བཏང་བ་བྱས་སོ་སོ་སོ་ཉེས་མིང་བསགས་རོགས་རེད་ད་ཉེས་མིང་བསགས་ཡག་གི་རྒྱུགས་ཀྱི་ལས་ཀ་འདི་ཕ་ཀ་ཡག་བྱེད་འདུག་ང་ཚོ་མི་བྱ་འདི་ཚོ་ཡར་ལངས་དགོས་འདུག། དངོས་གནས་ད་ནི་ཞུས་སོ་དེང་དུས་སློབ་སྦྱོང་ཡིན་ན་རྩེ་གྲས་གཙོ་བོ་ཀུན་སློང་དགོས་རེད། ངས་རྒྱ་བལ་ཀ་བཞི་ལ་བཞག་ནས་ངས་ལས་ཀ་བྱེད་དགོས། ངས་རྒྱ་བོད་མི་ཚོས་བོད་ནང་ཡར་འདི་འདྲའི་ཞུ་ཐུབ་པ་བྱེད་འོང། ངས་རྒྱ་བོད་མི་ཚོས་ག་ས་བོད་ནང་ལ་ཡོད་གཞིས་ལུས་མི་མང་ལ་དངོས་གནས་ད་ནས་བོད་ལ་སྐྱིད་པའི་ཉི་མ་ཤར་གི་ངས་ལས་དོན་ཅིག་བྱེད་དགོས་ཨ་ཆབ་སྲིད་ཅིག་བྱེད་དགོས་ཨ་ཟེར་ནས་ཀུན་སློང་དེ་ཡག་པོ་དགོས་རེད། དེ་ནས་གཉིས་པ་དེ་བོད་ཀྱི་སྐད་དང་ཡི་གེ་དེ་ཡག་པོ་ཅིག་དགོས་རེད་དེ་འདི་གོ་བར་ཆ་ཚང་རེད། དོན་གྲུབ་སློབ་ཆེན་རེད་ཅེས་སྐྲག་དྲགས་སོ། མེད་ན་འབྲས་བུ། འོ་དེ་འདྲས་བྱས་ནས་ཐང་ལྷ་ཐོན་དགོས་ཐང་ལྷ་ཐོན་པའི་རྒྱུ་མཚན་དེ། ད་ང་མ་འོངས་པ་ལ་ང་དང་ང་མི་ཅག་མང་པོ་ཅིག་གིས་ལྟ། ཉེས་མིང་མང་པོ་ཞིག་བསགས་ཀྱི་འདུག་བ་རྒྱུན་དུལ་བ་ལ་ཡ། ཁ་ར། ཐུ་ལུའི་རྒྱབ། ཨ་ནི་མཚན་མེད་གྲངས་མེད་འདྲ་ཞུས་ཡོད་འདི་ག་ལ། ད་དངོས་གནས་ད་ནས་དེ་འདྲས་ཅིག་ཉེས་མིང་བསགས་ཡག་གི་ལས་ཀ་དེ་ཕ་བཀག་ཡག་བྱས་འདུག། ད་ང་རང་ཚོ་འདྲ་པོ་དེ་འདྲ་ཡང་ཡང་ལངས་དགོས་འདུག་ཟེར། ད་སྤྱི་འཐུས་འགྱུར་བ་བཏང་ཡ་ན་དཔེ་མང་པོ་འདུག་ཨ་རིའི་ནང་ལ་སྤྱི་འཐུས་འགྱུར་བ་བཏང་གོ་ཐོ་ཕྱི་ཕྱི་འགྱུར་འདུག་ག་ལ་སྤྱི་འཐུས་སྔ་ཡོར་བ་འགྱུར་བ་བཏང་གོ་ཐོ་བ། དངོས་གནས་ད་ད་ཕན་མཁན་མང་པོ་ཞིག་འདུག་བ་ད་ཕན་ཐུང་གི་རེད་བ་དེ་ཚོ་ཐང་པའི། ད་དེ་ནང་བཞིན་དབུས་གཙང་ནང་ལ་འགྱུར་བ་ཐེབས་འགྲོ་གི་རེད་མདོ་སྟོད་ནང་འགྱུར་བ་ཐེབས་འགྲོ་ཐེབས་འགྲོ་གི་རེད། ད་དེ་འདྲས་ཅིག་ད་ཆུ་རྒྱུད་ནང་ལ་འགྱུར་བ་བཏང་དགོས་ཡ་ད་ང་ཚོ་ལས་འགན་རེད་བ། དེ་ཡིན་དུས་ཀྱང་ང་དང་ང་བཞིན་མང་པོ་ཅིག་ཡར་ཆུ་ཆུ་གཅིག་སྟོད་ནས་ཡར་ལངས་ཐུབ་ན། དེ་ནི་དངོས་གནས་ཆུ་ཆུ་ཁ་གི་བླ་ཆེན་རེད། མཁན་པོ་རེད་ལས་བྱེད་སྣེ་མོ་བ་རྣམ་པ་ཚོ་རེད་དགེ་སྐུ་རེད་འདི་ཚོ་གི་སྟབས་དངོས་གནས་འབྲེལ་བ་གནང་བྱེད་ཆུ་ཆུ་གཅིག་སྟོད་ལ་ལངས་ཀྱི་ཡིན་ཟེར་མཁན་དེ་ལ་ཆུ་འབྲེལ་བ་གནང་བྱེད་སྟབས་དེའི་ཕྱོགས་ལ་ལངས་ན་ཡག་པོ་དེའི་ཕྱོགས་ལ་ལངས་རོགས་བྱེད་ཟེར་འབྲེལ་བ་གནང་བྱེད། རྒྱ་གར་སྐད་དང་མ་སུ་ན་ཨེག་ཧར་ཚེ་ཏཱ་ལི་ནེ་ཡི་བ་སྟ་རེད། དོ་ཧར་ཚེ་ཏཱ་ལི་བ་སྟ་རེད་ཟེར་ཡ་དེ་རེད།

དེ་ནས་ད་ཆོས་སྤྱོད་སྤྱི་བསྡུས་སྣང་ལ་ཡང་གྲགས་པ་ཕལ་མ་ཐུ་བ་བྱུང་ན་ད་ཤིན་ཏུ་ལེགས་ཆ། དེ་ནས་ཆོས་གནས་སྦྱིན་བདག་གི་འགྲེལ་བ་འདི་སྔོན་ལྟར་ཡར་རོ་ཡར་འགྲོ་ཡ་མ་འདུག་འདུག་མ་རེད་ད་ལྟ་ས་ཆ་གཉིས་པ་ར་ལ་ག་འདྲ་ཡོད་རེད་བ། གཅིག་གིས་གཅིག་ལ་མ་ཁ་བ་བྱས་ཡོད་དོ་གཅིག་གཅིག་ལ་དངོས་གནས་ད་ཡིད་ཆེས་མེད་པ་ཞིག་འདི་འདྲས་ཞིག་ཆགས་བསྡད་ཡོད་རེད་བ། འདི་ཕྱག་གཡས་དེ་ཚང་མ་རྒྱུད་དང་རྐྱེན་ཚང་མ་ཨ་ནི་སྤྱི་འཐུས་ནང་ལ་ཡོད་པའི་ཆོས་རྒྱུད་སྤྱི་འཐུས་བཅུ་པོ་དེ་གི་བྱེད་སྟངས་ལ་བརྟེན་ནས་བྱུང་པ་རེད་མ་གཏོགས་མི་མང་གི་བྱེད་སྟངས་ལ་བརྟེན་ནས་ཕ་བྱུང་པ་མ་རེད། རྒྱུད་དེ་ག་ནས་ཡོང་གི་འདུག་འདི་ལ་བརྟེན་ནས་འབྲས་བུ་འགྲུབ་གི་ཡོད་རེད་མ་གཏོགས་རྒྱུད་དེ་ལ་བརྟེན་ནས་འབྲས་བུ་འགྲུབ་གི་ཡོད་རེད་མ་གཏོགས་འབྲས་བུ་ལ་བརྟེན་ནས་རྒྱུ་འགྲུབ་གི་ཡོད་མ་རེད་པ། སྐོར་རྩོད་ལེན་བྱ་གི་ཡོད་མ་རེད། བུ་བོ་རྟེན་འབྲེལ་གྱི་དགོངས་པ་ཞེས་རོལ་ཆེན་ཞུ་ཡ་ཡིན་ད་མི་མང་ཚོའི་རྣམ་པ་ཚོར་ད་ང་རང་ཚོ་ཤུགས་རྒྱག་ཡ་དེ་ད་རྒྱ་བོར་རམ་ཅི་དཀའ་དེ་ངས་ལུང་བསྟན་པ་ཡིན། ད་དངོས་གནས་དྲ་གནས་ད་བསྡད་པ་དེ་ང་ཚོ་སུ་གཅིག་གི་འགྱུར་བ་བཏང་ཐུབ་མ་རེད། ད་བསྡད་པ་བསྡད་པ་རེད་ཚར་ཚར་བ་རེད། ད་མ་འོངས་པར་དངོས་གནས་བཟང་སྤྱོད་ཞིག་འགྲོ་ཡ་དང་དངོས་གནས་ལམ་ཡག་ག་ལ་འགྲོ་ཡ་ཆེ། དངོས་གནས། ཡིད་ཆེས་དང། དངོས་གནས་ད་ནི། བྱམས་བརྩེ་གཅིག་དགོས་ནི་ཡག་ཆོས། ཁ་སང་ལམ་ཡག་ལ་གཅིག་སྔོན་ལ་འགྲོ་ཡག་འདི། ད་ལྟ་བ་ལ་རག་ལས་རེད་ཟེར་ཡག་དེ་ད་ད་ལྟ་བ་དེ་ང་ཚོ་ཤུགས་རྒྱག་དགོས་ང་རང་ནས་ཤུགས་རྒྱག་གི་ཡོད། ད་གདོང་ཐོན་ནས་སྐད་བཤད་འདུག་བ་ཡག་ཤུགས་རྒྱག་པ་མ་རེད་པས། གདོང་ཐོན་ནས་སྐད་བཤད་ཡོད། རྒྱུ་མཚན་དང་ལྡན་པ་སྐད་ཞེས་བྱ་བ་རིམ་བཞིན་བཀའ་འདི་ལུང་དྲངས་ཅིང་རྣམ་པ་ཚོ་ལ་ལུང་དྲངས་ཅིང་འདི་ལུང་གཞི་གསུམ་གཅིག་འདུག་ཡོད་སྐད་ཤེས་དེ་ག་ལ་ད་ང་རང་ཚོ་ཤུགས་རྒྱག་པར་ལངས་དགོས་རེད་ད་ཆོས་ཆོས་གཅིག་ཏུ་གཅིག་ཆིག་ཏུ་གཉིས་ཆིག་ཏུ་ཟེར་ལབ་ནི་ཆོས་ཡོད་མ་རེད་ད་ང་ཚོ་འདྲ་པོ་དེ་ཚོ་ཡར་ལངས་ཆེད་ད་དངོས་གནས་དྲ་གནས་མ་འོངས་པ་སྐབས་བཅུ་དྲུག་བཅུ་བཅུ་བཅོ་བརྒྱད་ཀྱི་སྤྱི་འཐུས་དེ་ཧྲ་ཏག་ཏག་ཞིག་བྱུང་སོང་ཨ་ཟེར་ཡ་ཅིག་རྒྱ་གོ་རིམ་གྱི་བར་བོད་ལ་མགྱོགས་པོ་རྟེན་འབྲེལ་ཞུ་ཐུབ་ས་རེད་ཨ་ཟེར་ཡ་ཅིག་བོད་ལ་སྐྱིད་པའི་ཉི་མ་མགྱོགས་པོ་ཤར་ཐུབ་ས་རེད་ཨ་ཟེར་གྱི། ནུས་པ་བཏོན་ཡག་དེ་བྱེད་ཐུབ་པ་ཞིག་ད་ལྟ་སྐོར་བསམ་དང་ལྟ། དེ་ཡིན་དུས་ཀ་ང་ཐང་ལ་ཡིན་ང་ལང་གོ་བསམ་དེ་རེད་པ། ང་སྔ་ར་ལ་གདེང་སྤོབས་ཡོད་ངས་བྱེད་ཐུབ་ས་རེད་ཟེར་ཡག་ཞིག་ངས་བྱེད་ཐུབ་ཀི་རེད་ཟེར་ཡག་ཞིག་ང་ལ་གདེང་ཚོད་ཡོད་ངས་ཞུས་སྲིད་པ་རྒྱུ་མཚན་ཞུས་སྲིད་པ་ད་ག་ཚོད་པ་ངས་ལབ་དགོས་ཨ་མ་རེད། འདི་ཡི་དེབ་ལྔ་དང་ང་ཞེས་ཚང་མ་ལོ་དགོངས་པ་བཞེས་ཚེ། ལས་བྱེད་ཟུར་པ་མང་པོ་ཡོད་རེད་འཛམ་བུ་གླིང་འདི་ན་ལ་རུ་བ་གཞིས་ཆགས་ཁག་ཏུ་དེ་བ་ལས་བྱེད་ཟུར་པ་དཔེ་མང་པོ་ཡོད་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཕྱག་ལས་གནང་བཞིན་པ་ཧ་ལས་པ་བསམ་བློ་རྣམ་ལྷག་ས་རྣམ་དག་མང་པོ་བྱས་ཡོད་རེད། ད་དེ་ཚོའི་ཐང་ནས་ཡར་བཞག་ན་དངོས་གནས་ད་ནས་ད་ང་སྐར་མ་བསྟན་པ་ལངས་སོང་བ། ང་དངོས་ནས་དམིགས་ཡུལ་ཡོད་ང་ལངས་ཀྱི་ཡིན། ད་ཐོབ་མ་ཐོབ་ཟེར་ཡ་ད་ཨ་ནི། ཁ་སང་འབྲེལ་བ་བྱུང་མ་བྱུང་ཟེར་ཡ་དང་ཡ་བྱས་མ་བྱས་ཟེར་ཡ་དེ་ང་རང་གི་ངོ་ནས་རག་ལས་ཡོད་མ་འདི་ཕ་ཆོས་ངོ་ནས་ཆོས་ཆོས་ཀྱི་ངོ་ནས། ཆོས་ལུགས་ཀྱི་ངོ་ནས་རག་ལས་དོན། རོ་བོད་ལུགས་འགལ་བོད་ཕ་འགལ་ཚོ་ལ་རག་ལས་དོན། ང་རང་གི་ངོ་ནས་སེམས་པ་རྣམ་དག་གི་སྒོ་ནས་ཕྱི་ད་ལང་གི་ཡིན་སེ། ང་ལང་ཡ་དེ་ཡམ་ན་བཀའ་རྒྱུད་ནས་ལང་གི་ཡམ་ན་དགེ་ལུགས་ལང་གི་དེ་གཉིས་ན་གཅིག་ལང་གི། ད་ཐོབ་མ་ཐོབ་ཟེར་ཡ་དེ་ད་མ་འོངས་པ་སུ་གཅིག་ཐོབ་ཐུབ་གི་མ་རེད་བ། མཐོང་ཐུབ་གི་མ་རེད་བ། འདི་ཡིས་འདི་གར་དང། སོ་སོའི་ངོ་ནས་ངོ་ནས། ལས་དོན་འདི་ཡང་དག་པར་བྱེད་སྐུ་རླུང་ཡང་དག་པར་འཁྱིལ། འོད་འཕང་དང་མ་འཕང། འོད་ཐོབ་དང་མ་ཐོབ་ཟེར་དུས་དེ་སོ་སོ་ལག་པ་ལ་ཡོད་མ་རེད། དེང་སང། ཆོས་རྒྱུད་སྤྱོད་དུས་ག་ལ་ཡིན་འོད་ལངས་བྱེད་འོད། སྐྱབས་འཇུག་ཞུ་བ་ཡིན་ན་ཆོས་རྒྱུད་དགོན་པ་རེ་རེར་འགྲོ་འོ་མ་རེད། དྲག་ཆ་བེད་སྤྱོད་དང། དྲག་ཆ་བེད་སྤྱོད་དང། དྲ་རྒྱ་ནང་དུ་ལམ་སྟོན་སྙན་མ་སྲིད་སྐྱོང་སྔོན་དཔོན་པོ་ཚེ་རིང་ལགས་ཀྱིས་ལམ་སྟོན་གནང་སོང་བ་ལྟར་ན། འགྲོ། དྲ་རྒྱ་བེད་སྤྱོད་བཏང་ཕྱིར། ཡོད་རེད་ད་ཐོབ་ན་ཐོབ་པ་རེད་མ་ཐོབ་ན་མ་ཐོབ་རེད་དེ་གང་ཡོད་མ་རེད། ལབ་པ། དེ་བདག་གཞན་གཉིས་ཀ་ལ་ཕན་རག་ལས་ཀྱི་རེད་མ་གཏོགས་ང་གཅིག་པོ་ལ་རག་ལས་ཀྱི་འོག་མ་རེད། ང་རང་གཅིག་པུ་ལ་རག་ལས་ཡ་དེ་ངས་ལམ་སྟོན་ཅིག་བྱས་པ་རེད་ད་ངས་དང་བླངས་ཐོན་པ་རེད་ང་དང་ང་ཤི་ལངས་ཤིག་ད་ཆོས་རྗེ་སྤྱི་འཐུས་ན་ལངས་ཤིག་ང་ལངས་དགོས་བ་ཚོད་ཚོད་ལངས་ཤིག་དངོས་གནས་ལངས་ཀྱི་ཡིན་ལངས་ཀྱི་སོ་དོན་གོ་བདའ་ད་མ་འོངས་པ་སྐབས་བཅོ་བརྒྱད་དེ་སྤྱི་འཐུས་སྐབས་བཅོ་བརྒྱད་དེ་ཧྲ་ཏག་ཏག་ཅིག་ངུ་ཡ་ད་ལྟ་དགོས་རེད་བསམ་དང་པོར་སེམས་ཤུགས་སྐྱེ་དགོས་རེད་དངོས་གནས་རྒྱ་བོར་འཛིན་གོང་ལོ་དྲེད་བུ་འཕེལ་ས་རུ་གོང་ལོ་དགུ་བཅུ་ཡ་འཕེལ་ཚར་རེད་ད་བསམ་དང་པོར། ད་ལྟ་དགོན་པའི་ལས་དོན་ཆེ་བ་དག་རྒྱག་རུང་ཅིག་ཀ་ཞེས་བྱ། ད་ཅི་ངས་ཀྱི་རྒྱག་རུང་ཅིག་ཀ་འདི་ལུང་དྲངས་སོ། འདི་གསན་པ་ལ་བཞག་ཅིག་དངོས་གནས་རེད་བཞག་བདེན་པ་རེད་བཞག་ད་ཤུགས་རྒྱག་པོ་འདུག་ཟེར་ཏེ་བྱེད་བབ་ལྟ་བུ་འདི་བྱོས་ཡིན་ད་ད་ལན་ངའི་སྐད་ཆ་འདི་ཡག་པོ་འདུག་ན་ཕན་ཐོག་སར་སར་འཇུག་སྒོམ་གནང་རོགས་གནང་རྒྱབ་སྐྱོར་གནང་རོགས་གནང། བློ་བཟང་བོད་སྐྱོབ་སྐུ་སྲུང་ལ་ཐུགས་ཅག་གནང།